རྣམ་པ་ཚོར་འཚམས་འདྲི་བདེ་ལེགས་ཞུ་ཡིན། དེ་ནས་ཟླ་འདི་རིང་ཡང་མུས་མཐུན་ནས། གཏམ་རྒྱུད་གསེར་གྱི་ཐང་མ། དེ་ནས་ལེའུ་གཉིས་པ་ནི་མ་ལ་དེ་ནས། རིམ་པས་ཅན་ཞུ་བའི་ཡིན། དེ་ནས་འདི་ནང་ནས་ཡང་གེགས་ཆེ་ཡ་ཆེ་འདི་ཚོ་ཞུ་ཞུ་ནའང་དྲན་སོང། དེ་འདྲའི་མ་ཡིན་པ་ཡིན་ན་དཔེ་མི་སྲིད་ཀི་འགྲོ། དེ་འདྲའི་རིང་པོ་ཆགས་འགྲོ་གི་འདུག། ཟླ་འདི་རིང་ལེའུ་གཉིས་པ་དེ་ག་རེ་འདུག་ཞུས་པ་ཡིན་ན། རྒྱ་གར་གྱི་ཡུལ་སྤྱིའི་ཆགས་ཚུལ་དང་མིང་བཏགས་ཚུལ། ཟེར། ད་རྒྱ་གར་དེ་དེ་ནས་ད་ན་རྒྱ་གར་འཕགས་ཡུལ་ཟེར། ཨ་ནི། ཡུལ། སྤྱི་བཏང་གི་ཡུལ་རྒྱ་གར་རྒྱལ་ཁབ་དེ་ག་འདྲ་ཡོད་མེད་སྐོར་ལ་དང། ར་བ། ག་འདྲི་ཞིག་ཆགས་བསྡད་ཡོད་མེད་སྐོར་ལ་དེ་འདྲི། འདི་ཞིག་དང་ཨ་ནི་མིང་བཏགས་སུ། ཨ་ནི་རྒྱ་གར་ལ་ད་ས་ཆ་འདི་ཚོ་ལ་མིང་མ་འདྲ་བ་མང་པོ་ཡོད་ར། མིང་དེ་ཚོ་ག་འདྲ་ཞིག་བཏགས་ཡོད་མེད་སྐོར་ལ་འདི་གསུངས་འགྲོ་གི་འདུག། ད་དེ་ནས་མ་ལ། ཞུས་མ་གོ། དེ་ནས། རི་བོ་ཧི་མ་ལ་ཡ་གང་དུ་ཡོད་པའི་སྐོར་ཟེར་རེད་དེ་ཡང་ཞུས་མ་གོ། ད། གངས་རི་ཞིག་ག་བ་ཡོད་མེད་སྐོར་ལ་རེད་འདུག། བླ་ཡུལ་འདྲ་བའི་གངས། གངས་ཅན་ལྗོངས་ཀྱི་མཛེས་ཉམས་དང་དེའི་བཀོད་པ། ད་འདི་ཡང་ཞུས་མ་གོ། དེ་ནས།

རྒྱ་གར་ཧིན་དིའི་སྐད་ལ་ཡིན་པ་ཡིན་ན་སཱལ་ཟེར་ནས་ཁོ་རང་ཚོ་ལག་གི་ཡོད་པ་རེད་ད་ལྟ་དཀྱུས་མ་དེ་ཚོ་ཡང་བེད་སྤྱོད་བཏང་གི་ཡོད་པ་རེད་ད་ག་ནང་བཞིན་ད་ལྟ་ང་ཚོ་ནེ་པ་ལི་འབལ་པོ་ཡི་མི་རིགས་དེ་ཚོ་ཡང་སཱལ་ཟེར་ནས་ཁོ་རང་ཚོ་དེའི་ས་ཆ་དཀར་ཟས་དེའི་ཤིང་སྡོང་དེ་ལ་མིང་ལ་སཱལ་ཟེར་ལབ་ཀྱི་ཡོད་པ་རེད། སཱལ་ཟེར་དེ་ནི་ག་རེ་དགེ་ཆུང་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། སངས་རྒྱས་བཅོམ་ལྡན་འདས་དེ་ནི་གནས་མཆོག་ལུམ་བི་ནི་ལ་སྐུ་འཁྲུངས་དུས་བརྩམས་པ་ལ་ཡང་དེ་ནི་སཱལ་གྱི་ཤིང་སྡོང་གི་འོག་ལ་སྤོས་དཀར་གྱི་ཤིང་སྡོང་འོག་ལ་ནི་སྐུ་འཁྲུངས་པ་རེད་ཟེར་ནས་ད་རྣམ་ཐར་ནང་ལ་དེ་ནི་གསུངས་ཀྱི་ཡོད་པ་རེད། དེ་ནི་དེ་ག་ན་གར་ཞུ་བ་རེད། ཨ་ནི་སངས་རྒྱས་བཅོམ་ལྡན་འདས་ད་དགོངས་ལོ་བརྒྱད་ཅུ་གྱ་གཅིག་ལ་ཕེབས་དུས་བརྩམས་པ་ལ་དེ་ནི་ཀུ་ཤི་ན་གར་ལ། ད་དགོངས་པ་མྱ་ངན་ལས་འདས་པ་ཆགས་ཡོད་ར་དེ་དགོངས་པ་མྱ་ངན་ལས་འདས་དུས་བརྩམས་པ་ལ་ཡང་ནི་ཤིང་སཱ་ལ་གི་འོག་ལ་ནི་དགོངས་པ་མྱ་ངན་ལས་འདས་པ་རེ་ཟིན་ད་སངས་རྒྱས་ཀྱི་རྣམ་ཐར་ནང་ལ་མཇལ་ཡོད་པ་རེད། དེ་སོང་ཙང་ད་ང་ཚོ་སཱ་ལའི་ཤིང་ཟས་དེ་ང་ཚོ་བོད་མི་སེར་སྐད་ཆུང་མ་ཆགས་ཀྱི་ཡོད་པ་རེད། དེ་ནས་ང་ཚོ་ལྷག་པར་དུ་སངས་རྒྱས་ཀྱི་ད་བཀའ་འགྱུར་དེ་ཚོ་ང་ཚོ་ཀློག་ཡོང་དུས་བརྩམས་པ་དེ་སཱ་ལ་ཟིན་ཏེ། ཤིང་སཱ་ལ་ལྟ་བུའི་བྲམ་ཟེ་ཟས་འདྲ་བོ་དེ་ནི་དཔེ་བཞག་ནས་འགྲེལ་གྱི་ཡོད་པ་རེད། ད་དེ་ཤིང་དེ་ཡང་ང་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་པ་རེད། དེ་ནས་ལྷག་པར་དུ་ད་དེང་སང་གི་མཁས་པ་ཁ་ཤས་ཀྱིས་ནི། བོད་ཀྱི་མཁས་པ་ཁ་ཤས་ཀྱིས་ག་རེ་གནང་ཡོད་ཟེར་ན་དེ་ནས་ཤིང་སཱ་ལ་ཟེར་ཏེ། བོད་ཕྱོགས་ལ་ཡོད་པ་ནང་བཞིན་གྱི་ནི་ཁོ་རང་ཚོ་རྩོམ་བྲིས་ཡོད་པ་རེད་དེ་མཁས་པ་ཁ་ཤས་དགག་པ་ཡང་རྒྱག་ཡོད་པ་རེད། དེ་ནས་སོང་ཙང་ཤིང་སཱ་ལ་ཟེར་འདི་ག་བ་ལ་སྐྱེས་ཡོད་མེད་སྐོར་ལ་རེད། ད་ཤིང་སཱ་ལ་འདི་ག་རེ་ཟེར་ན་ད། རྒྱ་གར་བ་ར་ན་སི་ལ་ཡང་ད་ཤིང་རེ་ཟུང་དེ་ནས་ང་རང་གིས་མཐོང་མྱོང་རོགས། དེ་ནས་མང་པོ་དང་མཐོང་མ་མྱོང་ད་ཁ་ཤས་དངོས་སུ་བལྟ་བཞག་པ་མཐོང་སོང། དེ་བྱེད་དུས་དེ་ནས།

ད་འོང་དེ་ནི། ད་ས་དམའ་ས་ལ་ཡོད་པ་རེད་ཟེར། ད་འདི་ང་ཚོ་ག་བར་ག་རེ་མཁྱེན་པ་གནང་བར་ཟེར་ན། འདི་ས་ཆ་མཐོན་པོ་ལ་ཡོད་པའི་གངས་རི་དང་ཉི་འོད་ལ་སྐྱེལ་བའི་གི་ཤིང་སྡོང་མ་རེད། འདི་ཤིང་སྡོང་དེ་ག་རེ་ཟེར་ན་རྒྱ་གར་ས་དམའ་ས་ལ་སྐྱེལ་བའི་ཤིང་སྡོང་ཡིན་པ་ང་ཚོ་འདི་མཁྱེན་པ་གནང་དགོས་ཀྱི་ཡོད་པ་རེད་དེ་ནས་ནང་གོང་དུ་ཞུས་པ་ནང་བཞིན། ད་འཇམ་དཔལ་རྩ་རྒྱུད་ལས་ཀྱང་ཟེར། ཁ་བ་ཅན་རི་ཡི་ལྷོ་ཡི་ཆར་ས་ལ་ནགས་ཞེས་བྱ་བ་བྱུང་ཟེར། ད་འདི་འཇམ་དཔལ་རྩ་རྒྱུད་ཀྱི་གསང་བཅོམ་ལྡན་འདས་ཀྱི་འདི་རེད། གསུངས། འདི་ནང་ལས་དེ་གསུངས་ཡོད་པ་རེད། ཁ་བ་ཅན། ཁ་བ་ཅན་རིའི་ལྷོ་ཡི་ཆར་ས་ལ་ཡི་ནགས་ཞེས་བྱ་བ་བྱུང། ཁ་བ་ཅན་གྱིས་ད་ལྷོ་ཡི་ཕྱོགས་སུ་ལ་ནི་ས་ལ་ཡི་ནགས་ཟེར་འདི་ཡོང་གི་རེད་ཟེར་འདི་ད་བྱམས་པ་ཚ་རྒྱུད་ན་འདི་ནས་གསུངས་བ་རེད། ཞེས་གསུངས། བེ་དུར་ཡཱའི་མཐིང་ནག་ལྟ་བུ་ཡི་སྤུ་དང་ལྡན་པའི་གངས་ཅན་གྱི་གཡག་ཅེས་པ་དང། གཡག་དེ་ཡི་སྤུ་རེ་ཙམ་ཞིག་ལ་ཐོགས་ཀྱང། གཡག་དེའི་སྤུ་རེ་ཙམ་ཤིང་ལ་ཐོགས་ཀྱང་གཅོད་དུ་འཕངས་ནས་རྔོན་པ་སླེབས་ཀྱང་མི་འཕྲོད་པར་དེར་སྡོད་སྐད་བཏང། ད་འདི་ཚོ་ལ་ཡང་གཡག་གི་སྐད་ཆ་སླེབས་འདོད་དོ། ད་གཡག་དེས་ང་ཚོ་ཚང་མ་གི་ཁྱད་མཚར་ལྟར་རེ་བྱེད་ར་ཞུས་དགོས་ཡོད་མ་རེད། དེ་ནི་འདིའི་མ་ག་ལེར་དུ་ཟེར་ན། གཞན་རྒྱ་གར་བའི་སྙན་ངག་མཁན་པོ་མང་པོ་དག་གངས་རི་ལ་སྦྱར་བའི་རྩོམ་མཇལ་ཚེ་གངས་གཡག་ཅེས་ངོ་མཚར་ཆེ་བར་བྲིས་པ་དག་ཀྱང་རང་རེའི་ཡུལ་གྱི་འབྲོང་དང་གཡག་དེ་དག་ལ་རྒྱང་རིང་པོ་ན་སྙན་གྲགས་ཆེ་རུ་སོང་བ་ཡིན་གྱི། དེ་དག་གི་ཐུགས་ལ་ཤར་བའི་རྣམ་པ་དེ་འདྲ་ཞིག་ག་ཤེད་ཅིག་ན་ཡོད་སྙམ། སྙམ་དུ་བལྟ་བར་མི་བྱ་སྟེ། ད་ང་ཚོ་ག་རེ་ཟེར་ན། རྒྱ་གར་ལ་གཡག་ཡོད་མ་རོ། ད་རྒྱ་གར་སྤྱི་དང། ད་ས་མཐོན་པོ་ཕྱོགས་ལ་མ་གཏོགས། ཨ་ནི། ལ་དྭགས་དང་དེ་འདྲའི་ས་མཐོན་པོ་ལ་མ་གཏོགས་ཨ་ནི་ས་དམའ་ས་ལ་དེའི་གཡག་དེ་མཐོང་ཡོད་མ་རོ། ཨ་ནི་རྒྱ་གར་དེ་ཚོས་ད་ཁོ་རང་ཚོས་གཡག་མཐོང་མ་མྱོང་ཙང་ཁོ་རང་ཚོར་གཡག་དེ་དཔེ་མི་སྲིད་རིན་ཐང་ཆོན་པོ། ངོ་ཚ་རེད་ཧང་སང་དགོས་དེ་འདྲི་ཞིག། ག་རེ་ཟེར་དུད་འགྲོ་ཅིག་ཆགས་ཀྱི་ཡོད་རོ། ད་དེ་འདྲའི་རྒྱ་གར་གྱི་སྙན་ངག་མཁན་པ་དེ་ཚོའི་སྐར་ཆེན་གཞན་རྒྱ་གར་བའི་སྙན་ངག་མཁན་པོ་མང་པོ་དག་གངས་ཅན་ལ་སྦྱར་བའི་རྩོམ་བྱེད་ཚེ་གང་ཡག་ཟེར་ནས་སྤེལ་མི་སྲིད་ཀི་ད། ང་ཚོ་སིང་གེ་ལ་དཔེ་བཞག་ནས་ཞིབ་བོ་ཅིག་ད་བྲིས་ཡས་ཡོད་ར་དེ་ནང་བཞིན་ད། གཡག་ལ་དཔེ་སྦྱར་ནས་དེ་སྙན་ངག་དེ་ཚོ་བྲིས་ཡས་རྩོམ་དེ་ཚོ་བྲིས་ཡས་དེ་ནས་ཡོད་རེད། གངས་ཅན་ལ་སྦྱར་བའི་རྩོམ་བྱེད་ཚེ་གང་ཡག་ཅེས་ངོ་མཚར་ཆེ་བར་བྲིས་པ་དག་ཀྱང། ཨ་ནི་རང་རེའི་ཡུལ་གྱི་གྲོང་དང་གཡག་དེ་དག་རྒྱང་རིང་པོ་ནས་སྙན་གྲགས་ཆུ་རུ་སོང་བ་ཡིན་གྱིས། ནས། ད་ཐག་རིང་པོ་སོང་ཙང་བོད་དང་ད་རྒྱ་གར་ཚོ་ཐག་རིང་པོ་ར་དེ་ནས་སོང་ཙང་ད་ང་ཚོ་གཡག་ཏུ་དཔེ་མི་སྲིད་གི། རིན་ཐང་ཆེ་རུ་ཆག་དེ་འདྲ་བ་ཞིག་ཡོང་གི་ཡོད་པ་རེད་ཟེར། ཨ་ནི་ཁོང་ཚོ་བྲིས་དུས་ཡང་དཔེ་མི་སྲིད་གི་ད་དཔེ་བྱིས་པོ་རྫིག་པོ་ཞིག་འབྲི་ཡས་དེ་ནས་གཡོག་ངོ་རོགས། ཅེས་པ་དེ་བས་རང་རེའི་ཡུལ་གྱི་འབྲོང་དང་གཡག་དེ་དག་ལ། ད་ང་ཚོ་གིས་ད་གཡག་དང་འབྲོང་ཟེར་ཡས་དེ་ལྟས་ཁྱད་པར་ཡོད་པ་ར། ད་གཡག་ཟེར་དེ་ནི། གར་ཞུ་བོ་རེད། ཚང་མ་ཁྱད་མཚར་ལྟར་ཡིན་ནའི། ད་གཡག་མཐོང་མ་མྱོང་འདི་ཟེར་ཡང་གཡག་སྐྱེ་ངེ་མ་རག་ཡང། ཨཱ་ནི་གཡག་ཟེར་དེ་ད་ཕོ་དེ་ལ་ཨཱ་ནི་མོ་དེ་ལ་དྲིས་ཟེར་ནས། ལབ་ཀྱི་ཡོད་རོ། ཨཱ་ནི་ང་ཚོ་དེང་སང་ད་དབྱིན་ཇི་དུ་ཟེར་ཡང། Female གཡག་དང Male གཡག་ཟེར་ནས་ཁོ་རང་ཚོ་ལ་ཚིག་ཐ་སྙད་མ་ཚང་བཟོ་ར་ཞིག་མཐོང་ཡོང་གི་འདུག་ཨ། ཨཱ་ནི་ང་ཚོ་ལ། ཕོ་དེ་ལ་གཡག་ཟེར་ཨཱ་ནི་མོ་དེ་ལ་ག་རེ་ཞུ་གི་རེད་ཟེར་ན་ག་རེ་ཟེར་གི་ཟེར་ན། ཨཱ་ནི་དྲིས་ཟེར་ནས་གཡག་དང་དྲིས་ཟེར་རོ། ཨཱ་ནི། འབྲོང་ཟས་ཅེས་ཡོད་པ་རེད་ད་འབྲོང་ཟས་དེ་ག་རེ་ཟེར་ན། ཨ་ནི་ང་ཚོ་རིགས་ཀྱི་གཡག་འདྲ་བོ་ཞིག་ད་ང་ཚོ་གང་ཟག་གི་བདག་ཏུ་སོང་བ་མ་ཡིན་པ་ད་རིགས་མཐོན་པོ་ལ་བརྟེན་ནས་ད་ཁ་ཤས་ཡིན་པ་ཡིན་ན་དཔེ་མི་སྲིད་གཡག་ལ་ཡང་ཏོག་ཙམ་ད་གཟུགས་ཐོག་ཏུ་ཆེ་བ་ཡང་ཡོད་དེ་འདྲའི་པར་ནང་དོན་ཡོད་འདུག་ཨ་དེ་ངས་འབྲོང་དེ་ངས་དངོས་སུ་མཐོང་མ་མྱོང་རོགས་ཨ་ནི་ད་གཡག་དེ་ད་ང་མཐོང་མྱོང་ཡོད་རེད་ང་ཕ་ཡུལ་ལ་གཡག་མང་པོ་ཡོད་རེད་དེ་འདྲ་སོང་ཙང་ད་འབྲོང་ཟས་དེ་རེད་གཡག་དང་འབྲོང་ད་ཁྱད་པར་གཡག་དང་འབྲོང་ཁྱད་པར་ག་རེ་ཟེར་ན་ད་འབྲོང་ཟས་དེ་ང་ཚོ་རིགས་མཐོན་པོ་ལ་བརྟེན་ནས་དེ་ནས་ད་ཝའི་གཡག་ཟས་ལགས་རོགས། ཨིན་ཇི་སྐད་ལ་མིན་ན While Yaks ཟེར། ད་ང་ཚོ་ནམ་རྒྱུན་གཡག་དེ་ནི་ང་ཚོ་གང་ཟག་གི་བདག་ཏུ་བཟུང་བ་ཆགས་ཀྱི་ཡོད་རོ། ད་བདག་ཏུ་བཟུང་བ་ཟེར་ན་མིག་གི་བདག་པོ་ཡོད་པར་རོ། ད་དེ་དེ་རེད། ནི། གཡག་དང་འབྲོང་ཟེར་ད་ཚང་མའི་མཁྱེན་གསར་ལྟར་རེད་ད། ནི་ཡང་མ་མཁྱེན་པ་ཡོད་སྲིད་ཀྱི་རེད་དེ་འདི་ལ་ངས་ངོ་སྤྲོད་ཞུས་པ་ཡིན། དེ་ལྟ་བུ་དག་ཀྱང་སྐབས་མང་པོ་བྱེ་བྲག་བཤད་ནས་ཤེས་པར་བྱའོ། རང་རེའི་གཡག་དེ་ཡུལ་གཞན་གྱི་མིས་མཐོང་ཚེ་ངོ་ཚ་ཆེ་བ་ཆེ་བ་ཞིག་སྣང། ད་ང་ཚོ་གི་བོད་ལ་ཡོད་པའི་གཡག་ད་གངས་རིའི་ཕྱོགས་ལ་ཡོད་པའི། གཡག་དེ་ཚོ་ལ་ད་དཔེ་མི་སྲིད། ཁོ་ཚོ་རྒྱ་གར་གྱི་མི་དེ་ཚོ་མཐོང་དུས་དཔེ་མི་སྲིད་ཧང་སང་ཨེ་ཧོན་ཐོ་རེ་དེ་ནས་ཆགས་ཡོད་པ་རེད། དེས་རྒྱ་གར་གྱི་རྒྱལ་པོ་ཨག་པར་གྱི་དྲུང་དུ་བོད་དུ་སོང་བའི་མི་ཞིག་སླེབས་པ་རེད། ད་རྒྱ་གར་གྱི་རྒྱལ་པོ་ཨག་པར་ཟེར་ཡིན་ཡོད་པ་རེད་ད་སྐད་གྲགས་ཆེན་པོ། ཨ་ནི་ཁོ་གི་འགྲམ་ལ་ད་འདི་གར་སེ་ད་མི་དེ་ཚོ་འགྲོ་བ་ཡིན་ན་སླེབས་པ་ཡིན་ན་ག་རེ་སྐད་ཆ་ག་རེ་འདྲི་གི་སེ་ན། རྒྱལ་པོས་ངོ་མཚར་ཅི་མཐོང་དྲིས་པས། ད་བོད་ལ་འགྲོ་ཡི་ཡིན་གངས་རིའི་ཕྱོགས་ལ་འགྲོ་ཡི་ཡིན་ལབ་སོང་ན་ད། ཨ་ནི། གངས་རིའི་ཕྱོགས་སུ་སྐོར་ར་བརྒྱབ་ནས་སླེ་ཡི་ལགས་ཀྱི་མི་དེ་ཚོ་ལ་ཡིན་ན་རྒྱལ་པོ་གི་ལམ་སང་སྐད་ཆ་འདྲི་གི་ཡོད་རེད། ཁྱེད་རང་ག་རེ་མཐོང་སོང་ད། འབོད་ལོ་དྲོན་ག་རེ་ཐོངས་སོང། ཨ་ནི། གངས་རིའི་ཕྱོགས་སུ་དྲོན་ག་རེ་ཐོངས་སོང་ཟིན་ཅིག་འདྲི་དགོས་ཟེར་ར། ཁོ་ན་རེས། ངོ་མཚར་མང་དུ་མཐོང་མོད། ཆེས་ངོ་མཚར་བ་ནི་གཉིས་ཤིག་མཐོང་སྟེ། སྤྱི་བཏང་ངོ་མཚར་རེད་དེ། ད་ཧང་སང་གི། ད་ལྕེ་ལག་འདྲ་མ་འདྲ་མཐོངས་སོང་ཟེར་དངོས་པོ་འདྲ་མ་འདྲ་སེམས་ཅན་དང་ནི་འདྲ་མ་འདྲ་མཐོངས་སོང་ཟེར། ཡིན་ནའི་ངོ་མཚར་ཧང་སང་གོ་གཉིས་འདུག་ཟེར་གཉིས་ག་རེ་ཟེར་ན། ཆེས་ངོ་མཚར་བ་ནི་གཉིས་ཤིག་མཐོང་སྟེ། གཅིག་ནི་བླ་མ་རྣམས་ཀྱིས་ཟན་དང། མར་ལས་བྱས་པའི་གཏོར་མ་བཅའ་བ་ངོ་མཚར་ཅན་ཞིག་བརྗེད་པར་མཐོང། གཅིག་དེ་ག་རེ་འདུག་ཟེར་ན་ད། བླ་མ་འདི་ཚོ་ང་ཚོ་གྲྭ་པ་བླ་མ་འདི་ཚོ་བཟོས་ཡོད་ནི། ཟན་དང་མར་ལས་བྱས་པའི་ད་པགས་དང་དེ་འདྲས་མར་ལས་བཟོས་མེད་ད་ང་ཚོ་གཏོར་མ་འདི་འདྲས་བཟོས་ཡོད་ར་འོ་དེ་རེད་འདུག་ད་གཏོར་མ་ལ་དཀར་སྐྱིན་བརྒྱབ་ཡང་གཏོར་མ་དེ་ཡང་གཅིག་ཐུན་ང་ཚོ་བོད་ཀྱི་ཐུན་དབང་མོ་ཆགས་ཡོད་པ་ར་འོ་དེ་འདྲས་གཅིག་མཐོང་སོང། ཨ་ནི་གཅིག་ནི་གཡག་ཅེས་བྱ་བའི་སྲོག་ཆགས། ལྟོ་བའི་སྤུ་རྐང་བསྒྲིབས་པ་ཙམ་ཞིག་མཆིས་ཞེས་སྐད་སྨྲ་སྐད། ཨ་ནི་གཞན་དག་ག་རེ་མཐོང་སོང་ཟེར་ནས་གཡག་ཟས་བྱེད་སྲོག་ཆགས། སྲོག་ཆགས་ཟས་དེ་དག་ང་ཚོ་སེམས་ཅན་སྲོག་ཆགས་དོན་དག་གཅིག་པུ་ར། ད་དེ་རྒྱ་གར་སྐད་ལ་ཡིན་ན Prani ཟས་དེ་རེད Prani། སྲོག་དང་ལྡན་པས་ན་སྲོག་ཆགས་ཟེར་ར། སྲོག་ཟས་དེ་ང་ཚོ་ད་རྣམ་ཤེས་དང། གསོན་པོ་གནས་ཀྱི་སྲོག་དེ་ར། ཨ་ནི་ཆགས་ཟས་དེ་ལྡན་པ་སྐད་ཆ་རེད་སྲོག་ཆགས་ཟས Prani ཟས། ད་རྒྱ་གར་སྐད་ལ Prani ཟས་ཞེས་པ་ཡོད་པ་རེད། འོ་དེ Prani། སྲོག་ཆགས་ལྟོ་ཡི་སྤུ། ལྟོ་ཡི་སྤུ་རྐང་ལག་བསྒྲིབས་པ་ཙམ་ཞིག་མཆིས་སྐད་མ་ཁེལ། ད་ལྟོ་ཡི་སྤུ་ཟེར་ན་ད་བྲང་ཁོག་གི་སྤུ་དེ་ཡོང་ངོ་ར། སྤུ་དེ་གཡང་དེ་སྤུ་རིང་པོ་ཡོད་དགོས་ར་རྩིབ་པ་རིང་པོ་ཡོད་དགོས་ར། ཨ་ནི་དེ་རྩིབ་པ་དེ་ག་རེ་བྱེད་དགོས་ཟེར་ན་རྐང་ལག་གཉིས་ཀ་གྲིབ་བྱ་གྲིབ་བྱ་བ་སོགས་རྐང་ལག་ཁབ་བྱ་དགོས་ར། རྐང་པ་དེ་ཚོ་ཐུང་ཐུང་གཡག་དང་དྲི་དེ་ཚོ་རྐང་པ་ཐུང་ཐུང་འདྲ་བོ་མཐོང་གི་ར་ག་རེ་བྱས་ན་ཁུག་དེ་རྩིབ་པ་དེ་དཔེ་རིང་པོ་ཡོད་ར་འོ་དེ་འདྲ་ཅིག་མཐོང་སོང་ཟེར། ད་ངོ་མཚར་ངོ་མཚར་ཆེ་བའི་གནས་ག་རེ་ཟེར། གཉིས་མཐོང་བར་ངོ་མཚར་ཆེན་པོ་ག་རེ་མཐོང་བར་ཟེར་ན། གཅིག་གཡག་ཟ་གིན་དེ་སེམས་ཅན་དེ་དང། གཉིས་པ་དེ་ག་རེ་ཟེར། ཨ་ནི། བླ་མ་དེ་ཚོ་གསོས་དེ་ནི་གཏོར་མ་དང་དཀར་རྒྱན་རྒྱག་གི་དེ་གཏོར་མ་གི་ངོ་མཚར་བ་དེ་མཐོང་སོང་ཟེར་ལབ་ཡོད་པ་རེད། སྨྲ་སྐད། དེས་ན་རང་རེ་རྣམས་ཀྱིས་རྣམས་ཀྱིས་ཀྱང་ཡུལ་ཐག་རིང་པོ་ཡི་སེང་གེ་དང་ཆུ་སྲིན་སོགས་ཀྱི་མིང་ཙམ་ཐོས་པ་ན་རྣམ་རྟོག་ཆད་ལངས་ཏེ་དེ་དག་ལ་ངོ་མཚར་བའི་གཟུགས་རིས་སོགས་བྲིས་པ་བཞིན་ཨ་ཙཱ་རའི་བོད་དུ་སླེབས་པ་རྣམས་ཀྱིས་ཀྱང་གཡག་སྒྲ་ཙམ་གྱིས་གེགས་རག་པ་ན་ངོ་མཚར་བར་བྱེད་པ་ཡིན་ནོ། ད་ང་ཚོའི་ངོས་ལ་དེ་ནས་ད་བོད་ལ་གཡག་གར་གཡག་མ་རེད་ད་སེང་གེ་ཡོད་ས་མ་རེད་བ་ད་ངས་ཡོད་མེད་ངས་ཧ་གོ་མེད་ད་ད་ཁོང་གསུང་ན་ཅེས་པ་བོད་ལ་སེང་གེ་མེད་རེད་བ་གསུང་བསྡད་ཀྱི་འདུག་ཨ། ཡོད་ན་ནི་དེའི་ཀོ་མེན་ནང་འབྲི་རོགས་གནང་བོད་ལ་གཡག་ཡོད་གཡག་མ་རེད་གར་སེང་གེ། ངས་མཁས་རྒྱུའི་སྨན་དང་བོད་ལ་ད་སེང་གི་ཡོད་རེད་མ་ཟེར། ལྷག་པར་དུ་མཁས་དབང་དགེ་འདུན་ཆོས་འཕེལ་གྱིས་ད་རེའུ་ཧི་མ་ལ་ཡའི་བསྟན་བཅོས་ཟེར་གྱི་ནང་ལ་གངས་ཀྱི་སེང་གེ་སེང་ཡོད་མ་རེད་ཟེར་ནས་ཁོང་ད། ང་ཚོ་ནམ་རྒྱུན། གངས་སེང་དཀར་མོ་གཡུའི་རལ་པ་ཅན་ཟེར་ཏེ་ད། སེང་གེ་དཀར་པོ་ཡོད་པ་མདོག་དཀར་པོ་ཡོད་པ། རལ་པ་དེ་ཚོ་སྔོན་པོ། གཡུ་ནང་བཞིན་ཡོད་པ། དེ་འདྲ་ཡོད་རེད་ལ་གོ་རེད་ད་དེ་ཁོང་ཡོད་མ་རེད་ཟེར་ནས་ད། སྙིང་རྗེ་བོ་བྱས་ནས་མང་པོ་བསྒྲུབས་ཡོད་པ་རེད། གར་ཟེར་ནས་ད་འཇམ་དཔལ་རྩ་རྒྱུད་དང་སློབ་དཔོན་ཟླ་བ་གྲགས་པ་གི་ཚིག་གསལ་དང། ད་མདོ་དང་བསྟན་བཅོས་མང་པོ་ལ་ཁུངས་གཏུགས་ནས་ད་སེང་གེ་ཟེར་ནས་ད་ང་ཚོ། རྒྱ་གར་དང་དེ་འདྲའི། རྒྱལ་ཁབ་མང་པོ་ལ་ཡོད་ར་ད་སེང་གེ་དེ་འདྲའི། སེར་པོ་འདྲ་བ་བྱེད་པ་སེར་སྐྱ་འདྲ་བ་ཡོད་པ་དེ་འོ་དེ་མ་གཏོགས་ཅིག་གང་སེང་སེང་ཡོད་ས་མ་རེད་ཟེར་ནས་ད་ཁོང་གིས་དེ་དོགས་གཅོད་གནང་ཡོད་པ་རེད། ཁྱེད་རྣམ་པ་ཁ་ཤས་སེང་གཟིགས་ཡོད་ས་རེད་ཁ་ཤས་གཟིགས་ཡོད་ས་མ་རེད། ངོ། དེ་ལས་དེས་ན་རང་རེ་རྣམས་ཀྱིས་ཡུལ་ཐག་རིང་པོའི་སེང་གེ་དང་ཆུ་སྲིན་སོགས་ཀྱི་མིང་ཙམ་ཐོས་པ་ཐོས་པ་ན་རྣམ་རྟོག་ཆེར་ལངས་ཏེ། དེ་དག་ལ་ངོ་མཚར་ཆེ་བའི་གཟུགས་བྲིས་སོགས་བྲིས་པ་བཞིན། ད་ང་ཚོས་རྒྱང་རིང་པོ་བོད་ལ་མེད་ད་ཁོང་གསུང་སྟངས་བྱས་ན་བོད་ལ་སེང་གེ་མེད་པའི་སྐད་ཆ་འདྲ་ཞིག་འདུག་ཨ། སེང་གེ་དེ་ཚོ་དང་ཆུ་སྲིན་ཟེར་དུས་ད་ང་ཚོ་དེ་དག Cocodile ཟེར་འདི་ཡིན་ན་གོ་ན་འགྲིག་གི་རེད་ཟེར་ཡང་ན་དེ་ཆུ་སྲིན་ཟེར་དེ་ལ་ཀབཀར་བྲིས Cocodile ཟེར་ཨིན་ཇི་སྐད་ལ་ལ་ཡོད་དོ་འོ་དེ་ལ་ཡིན་ཆུ་སྲིན། ལབ་གི་འདུག་ཡང་མཚམས་མཚམས་ཆུ་སྲིན་ཟེར་དུས་ཡང། ཉྭ་ནང་ལ་དེ་གར་ཟེར་ཉྭ་མར་དང་རྒྱ་མཚོ་ནང་ལ་ནི། ད་ཉྭ་རིགས་ཆུན་པོ་ཚོ་ཡོད་ར་ད་ནི་ཨིན་ཇི་ཀི་ལ་ཝའི་ལའི་དེ་ཚོ་དང་དེ་འདྲའི། ད། སེམས་ཅན་ད་ཆེན་པོ་ཆུན་པོ་ཚོ་ཡོད་ར་ད། ཝའི་ལའི་འདྲ་བོ་དང་ཤག་དེ་ཚོ་དེ་ནི་སེམས་ཅན་ཆུན་པོ་དེ་ཚོ་ན་ཆུ་སྲིན་ཟེར། ད་དཔེ་ཆ་ཁ་ཤས་འདིར་སླེབས་བསྡད་ཀྱི་འདུག་ཨ། ད་གང་ལྟར་ག་རེ་གོ་འགྲིག་གི་རེད། ང་ཚོ་གི་ད་བོད་ལ་ད་སེངྒེ་དང་དེ། དེ་ནས་རྒྱ་མཚོ་ནང་སེམས་ཅན་ཆེན་པོ་དེ་མཐོང་ཡོད་མ་ར་ད་དེ་ཚོ་ལས་ང་ཚོ་དཔེ་མི་སྲིད་གི་ད་རྣམ་རྟོག་བྲག་མ་འདྲ་བླངས་ནས། བྱིའུ་གཅིག་ད་རི་མོ་རྫིག་པོ་ཞིག་ནས་བྲིས་ཡ་ཡོད་ར། རི་མོ་རྫིག་པོ་བྲིས་རྩོམ་རྩོམ་སྙན་པོ་དེ་འདྲ་སྦྱར་ནས་དཔེ་སྦྱར་ནས་བྲིས་དེ་རིང་ཡོང་གི་ཡོད་རེད། མིང་ཐོས་ཙམ་ཐོས་ཐོས་པ་ན། རྣམ་རྟོག་ཆེར་ལངས་ཏེ་ད་རྣམ་རྟོག་དཔེ་མི་སྲིད་འགྲོ་བྱིའུ་བཏགས་ནས་སྐད་ཆ་ཡིན་ཟེར་རོ། ཆེས་ངོ་མཚར་བའི་གཟུགས་རིས་གཟུགས་རིས་སོགས་བྲིས་པ་བཞིན། ད་ང་ཚོ་སེང་གེ་དང། ཆུ་སྲིན་དེ་ཚོ་ལ་དཔེ་མི་སྲིད་ཀི་ད་རི་མོར་དཔེ་མི་སྲིད་རྫིག་བུ། ཡིད་དུ་འོང་བ། གར་སེ་རྫིག་བུ་དེ་འདྲའི་བྲིས་ཡ་ཡོད་ར་འོ་དེ་ནང་བཞིན་ནི་ཁོ་ཚོ་གི་ད། རྒྱ་གར་གི་མི་དེ་ཚོ་ད་གཡག། གཡག་ཟེ་དེ་རེད་ཡོད་ར། ད་ཁོ་ཚོ་ལ་ལྟ་སྟངས་དཔེ་མི་སྲིད་ཀི་ད་གར་ཞུ་གི་རེད། དཔེ་མི་སྲིད་ཀི་ད་ཧང་སང་ཡ་ཧོན་ཐོ་རེ་དེ་འདྲ་བཞིན་བལྟ་གི་ཡོད་རེད་ཟེ་དཔེ། སྙན་ངག་ཅིག་གི་དཔེ་དེ་འབྱར་གི་ཡོད་རེད་ཟེ་ནས་གསུང་གི་འདུག། བྲིས་པ་བཞིན། ཨ་ཙཱ་ར་བོད་དུ་སླེབས་པ་རྣམས་ཀྱིས་ཀྱང་གཡག་འདྲ་ཙམ་གྱིས་རྒྱ་གར་བ་རྣམས་ངོ་མཚར་བ་བྱེད་པ་ཡིན་ནོ། ད་ཨ་ཙཱ་ར་བོད་དུ་སླེབས་པ་ཟེ་ན་ཨ་ཙཱ་ར་ཟེ་ནི་ད་ཁ་ཤེས་ཟེ་ན་ཨ། ཨ་ཅཱ་རེ་ཟེ།

ནི་ཁོ་རང་ཚོ་དང་རྒྱ་གར་མི་ཁ་ཤས་བོད་ལ་འགྲོ། བོད་དེ་རྒྱ་གར་དང་ཐག་རིང་བོ་ར་བོད་ལ་འགྲོ་དེ་ནི་བོད་ནས་མར་ལོག་འགྲོ་དུས་ཨ་ནི་རྒྱ་གར་ཁོ་རང་གི་ས་ཆར་འགྲོ་ནས་ད། གཡག་ཟེར་མཁན་ཚོ་ཡོད་རེད་ཟེར་ནས་དཔེ་མི་སྲིད་ཀྱི་ད་དམ་དྲག་མི་འདྲ་བྱས་ནས་ད་ཁོ་ཚོ་ཧང་སང་བྱོས་དེ་འདྲས་བྱེད་ཀྱི་རེད་ཟེར་ནས་གསུངས་འདུག་འོ་ལགས་སོ་དེ་ནི། ད་དེ་ནས་མ་ལ་དེ་ནས་ཡང་ས་ཆ་གཞན་པ་ཅིག་རེད་འདུག་གཞན་པ་ཅིག་ཞུས་པ་ཡིན་ན། རྒྱ་གར་བ་རྣམས་ཀྱི་སྒོ་ཕྱུགས་ལ་ཆེ་མཐོང། ད་རྒྱ་གར་བ་དེ་ཚོ་ཡང་ག་རེ་ཟེར་གར་ཞུ་གི་རེད། སྒོ་ཕྱུགས་ཟེར་ད་ང་ཚོ་དང། བ་ཕྱུགས་གླང་གོག་དང་དེ་འདྲས་ལ་ཁོང་ཚོ་ལྟ་སྟངས་བྱེད་ངོ་ར་བ་མོ་དེ་ཚོ་དང་གླང་གོག་ལ་ལྟ་སྟངས་ཀྱིས་ད་དམིགས་བསལ་བྱས་ཡོད་པ་རེད་འོ་དེ་ཚོ་སྐོར་ལ་ཡང་ཅིག་གེ་ཝང་གི་དོན་ཆེན་པོས་གསུངས་འདུག་ར། གཡག་གི་རྩིད་པ་རིང་པོ་དེ་འདྲ་རྒྱ་གར། རྒྱ་གར་གྱི་སྲོག་ཆགས་གང་ལ་ཡང་མེད་པས་ཁོང་ཚོ་ཚར་བ་ཡང་བདེན། རྟ་གཡག་ནང་བཞིན་དེ་འདྲའི་སྤུ་རིང་པོ་བརྗེ་བའི་སྲི་ནས་སྲོག་ཆགས་དེ་འདྲ་རྒྱ་གར་ལ་ཡོད་ཁོ་ན་ཡོད་མ་རེད་ཟེར་ད་ཁོང་ཚོ་གིས་ཨོ་ནི་གཡག་མཐོང་དུས་ཧང་སང་གོ་ཡི་དེ་ཡང་སྐད་ཆ་བདེན་པ་རེད་ཟེར་གི་ཁོང་ཚོ་གིས་ད་ལུང་པ་ལ་མ་ཡི་དེ་ཚོ་དང་རྟ་དེ་ཚོ་སྦུ་གུ་དེ་ཚོ་ཡོད་རེད་ཡིན་ན་དེ་ཚོ་མ་ཡི་དང་སྦུ་གུ་དེ་ཚོ་དང་ག་ཟེར་ན་རྟ་སྤུ་རིང་པོ་དེ་འདྲ་ཡོད་མ་རེད་བ་རྩིད་པ་དེ་ཚོ་ཡོད་མ་རེད་བ། ཨ་ནི་ལྷག་པར་དུ་མ་ཡི་ལན་ཚོད་ད་དཔེ་མི་སྲིད་གི་སྤུ་ཉུང་ཉུང་དེ་འདྲའི་འདྲ་བ་གནམ་གཤིས་ཚ་བོ་ན་འདེད་ཀྱིན་རེད། དེ་འདྲའི་རེད། ངོ་མཚར་བ་བདེན། ད་དུང་ཡང་བོད་ནས་འོངས་པ་རྣམས་ལ། གཡག་མཐོང་ངམ་ཞེས་གཏམ་གྱི་དང་པོ་དྲིས། ད་ང་ཚོ་བོད་ལ་ང་བོད་ནས་སྐོར་ར་བརྒྱབ་སླེབས་ཡིན། བོད་ཁོར་ནས་ཡོང་ཡིན་ཟེར་ལབ་རྒྱུ་ཙམ་པ་ལ། དེ་ནས། ད་ཁྱེད་རང་གིས་གཡག་མཐོང་སོང་ཡང་ཟེར་སྐད་ཆ་དང་པོ་ཁོ་རང་དྲིས་ཀྱི་རེད། འོ་དེ་འདྲས་དྲིས་ཀྱི་རེད། དྲིས། རྒྱ་དཀར་རྣམས་ཀྱི་སྒོ་ཕྱུགས་གཙོ་བོ་ནི་བ་གླང་དང་མ་ཡེ་གཉིས་ཡིན་འདི་ཏག་ཏག་རེད། རྒྱ་དཀར་རྣམས་ཀྱིས་ད་སྒོ་ཕྱུགས་ཟེར་ན་ང་ཚོས་དག་པ་བརྒྱབ་ནས་སོལ་ཡོལ་གྱིས་གསོ་སྐྱོང་བྱས་ནས་འོ་མ་བྱོ། ཨ་ནི་དེ་ནས་རྩྭ་སྤྲད་ཟེར་ནས་ང་ཚོ་ཕ་ཕ་ལ་ཡང་རྩྭ་དེ་ཚོ་སྤྲད་གསོ་སྐྱོང་བྱས་ཚུར་ལ་ཡང་འོ་མ་དེ་ཚོ་བྱོས། ཨ་ནི་ཤ་དེ་ཚོ་ཟ་བྱས་དེ་ལ་ང་ཚོ་སྒོ་ཕྱུགས་ཟེར་ལགས་ཀྱི་ར་དག་པ་བརྒྱ་ཡི་སེམས་ཅན་དེ་ཚོ་ལ། ད་ང་ཚོ་དེ་དེ་ལ་ངས་གསལ་བྱེད་ཅིག་ག་རེ་ཞུས་དགོས་ཟེར་ན། སྒོ་ཕྱུགས་དང་ནི། སྒོ་ཕྱུགས་ཀྱི་སེམས་ཅན་ཟེར་ན་ང་ཚོ་ད་བདག་པོ་བརྒྱབ་པའི་ད་ཁང་པ་ནང་ལོགས་ལ་བཞག་སྟེ་བདག་པོ་གསོ་སྐྱོང་གསོ་སྐྱོང་བྱེད་པའི་སེམས་ཅན་དེ་ཚོར་སྒོ་ཕྱུགས་ལབ་གི་འདུག་ཨ། དེ་ནས་ཡང། ད་ང་ཚོ་དབྱིན་ཇི་ལ་ཡིན་ན Wild Animal དང Domestic Animal ཟེར་གཉིས་ཡོང་གི་རོ།

གཡུང་དྭགས་སུ་ལགས་པ་རེད་ད། གཡུང་དྭགས་སུ་ནས་ཚིག་འདི་དག་ང་ཚོ་ཚིག་མཛོད་ནང་ལ་ཡོད་པ་རེད་ད་ང་ཚོ་དེ་བེད་སྤྱོད་གཏང་གཏང་དགོས་ཀྱི་ཡོད་པ་རེད། ཁ་ཤས་ཀྱིས་ད་ཁོ་རང་གི་ཚིག་འདི་མ་མཐོང་ཡིན་ཟེར་བ་ག་རེ་བེད་སྤྱོད་གཏང་གི་ཟེར་ན། བདག་མེད་སེམས་ཅན་ཟེར། བདག་མེད་སེམས་ཅན་ཟེར་ནས་བེད་སྤྱོད་གཏང་གི་ད་དེ་འདི་ཚིག་ཏག་ཏག་ཡིན་ས་མ་རེད། ང་ཚོ་བོད་སྐད་ཐོག་ཚིག་ཏག་ཏག་ཡོད་རེད་ད་ག་རེ་ཡོད་ཟེར་ན། གཡུང་དྭགས་ཟེར། གཡུང་དྭགས་སེམས་ཅན་ཟེར་འོ་དེ་ལགས་པ་རེད Wild Animal ལགས། ད་དེ་ཚོ་ལ་ནང་གོང་དུ་ཞུས་པ་ནང་བཞིན། སྟག། སེང་གེས་གཟིགས། དེ་ནས་རི་དྭགས་ཤྭ་བ་དེ་ཚོ་ཡོད་ར་རི་ལ་དེད་གིན། དེ་དེ་ག་ནང་བཞིན་རྫུན་ལ་གོ་ན་འགྲིག་གི་རེད་ག་ཟེ་ང་ཚོ་བོད་ལ་ཡིན་ན་རྐྱང་ཟེ་ཇི་ཡོད་ར་རྟ་ནང་བཞིན་རི་ལ་དེད་གིན་གི་དེ་འདྲའི་རྟ། རྐྱང་ཟེ་གི་རེད། མི་དེ་ག་ནང་བཞིན་འབྲོང་ཡང་རི་ལ་དེད་གིན་གི་གཡག། བདག་པོ་མེད་གིན་གི་ཧོ་དེ་ཚོ་ལ་ཚང་མ་ཨ་ནི་ཡིན་འོ།

ཡུལ་འགར་རྔ་མོང་དང་བོང་བུ་སོགས་ཀྱང་མཐོང། ད་ཡུལ་ཁ་ཤས་ལ་ནི། རྔ་མོང་དང་བོང་བུ་སོགས་ཀྱང་མཐོང། ད་འདི་རྔ་མོང་དེ་ནི་གར་ཟེར་བ་རེད། ཕ་དེ། རྗེ་དམག་གི། ཐང་དེ་བ་ལ་ཁོང་ཚོ་ད་རྗེ། རྒྱ་གར་ས་ཆ་ཁ་ཤས་ལ་ནི། Rajasthan ཟེར་བའི་ས་ཆ་དེ་བ་རེད་འབའ་ཡིན་ན་ནི། རྔ་མོང་དེ་བེད་སྤྱོད་མང་པོ་བཏང་གི་འདུག་ཨ། འདི Pakistan ཕྱོགས་ལ་ཡང་དེ། རྔ་མོང་མང་པོ་བེད་སྤྱོད་བཏང་ཡོད་ས་རེད། ད་རྒྱ་གར་དེ། Bihar དང་ཡོ་པི་དེ་བ་ཡིན་ན་རྔ་མོང་དེ་ཙམ་གྱི། མཐོང་ཡ་མི་འདུག་ཨ། ལས་ཡོད་ཡོད་ས་རེད་དང་ཉུང་ཉུང་རེད། ཡུལ་དཀར་རྔ་མོང་དང་བོང་བུ་སོགས་ཀྱང་མཐོང། བོང་བུ་ཟེར་དེ་རོ་ང་ཚོ་ད་རྟ་ལས་ཆུང་བ་ང་ཚོ་ཁུར་པོ་ཁྱེར་ཡིན་དེ་བོང་བུ་བོང་བུ་ཡང་ཡོད་རེད། རྟ་དང་གླང། ར་རྣམས་ནི་རང་རེད། རང་རེད་དེ་དག་ལས་ཉིས་འགྱུར་གྱི་བོང་ཆེ། ཨ་ནི། རྟ་དང་གླང། ར་དེ་ཚོ་ཡང་ང་ཚོ་ད་བོད་ལ་ཡོད་པའི་རྟ་དང་གླང་པོ་དང་ར་དེ་ཚོ་ལས་ཀྱང་གཟུགས་པོ་ཆེ་བ་ཡོད་རེད། ཉེ་རྒྱུར་གྱི་ཕྱེ་བ་སུན་འདབ་གཉིས་དམ་པ་ཕྱེ་བ་ཡོད་རེད་དེ། ད་འདི་རྟ་དང། ར་དེ་ཚོ་གཟུགས་པོ་ཕྱེ་བ་ཡོད་པ་དེ་ངས་ཧ་གོ་མ་སོང་རོགས། གླང་པོ་དེ་ཏག་ཏག་རེད་ང་ཚོ། གླང་པོ་དེ་ནི་ང་ཚོ་གངས་རི་གི་ད་གངས་ལ་ཉེ་འདབས་དེ་གིན་གླང་པོ་ལས་ཀྱང་ཁོ་རྒྱ་གར་གླང་པོ་དཔེ་མི་སྲིད་གཟུགས་སྟོབས་ཆེན་པོ་ཡོད་པ་རེད་དེ་བདེན་པ་རེད། གླང་ལ་ཡང་རྔ་མོང་ལྟ་བུ་ཡི་ནོག་དང་ལྐོག་ཤ་རིང་པོ་ཡོད་པས། རས་ཡུག་འཆང་བ་ལྟ་བུ་སྣང་བས་ནོག་དང་ལྐོག་ཤལ་གྱི་གོང་བུ་བ་གླང་གི་མཚན་ཉིད་དུ་བཞག་པ་དེ་ཡང་དོན་ལ་ཁོང་ཚོའི་ཡུལ་གྱི་སྡེ་ལ་ཡིན་པར་འདུག་སྙམ་པ་བྱུང་སོ་ཏག་ཏག་རེད། ད་ད་ད་ང་ཚོ་གླང་པོ་གི་མཚན་ཉིད་ད་ཚེ་མ་རྩ་རྗེས་བསམ་པ་གར་སེ་གླང་པོ་ཡི་མཚན་ཉིད་ག་རེ་སེ་དེ་བསམ་པ། ནོག་ལྐོག་ཤལ། ནོག་དང་ལྐོག་ཤལ་ལྡན་པ་སེ་ལ་གོ་ར། ད་དེ་ང་ཚོ་བོད་ཀྱི་གླང་པོ་བོད་ཀྱི་གླང་པོ་ཟེར་ན་མི་འདུག་ད་ཧི་མ་ལ་ཡན་གྱི་གངས་རིའི་ཉེ་འདམ་གྱི་གླང་པོ་དེ་ཚོ་ལ་དེ་འདྲའི་ནོག་དང་ལྐོག་ཤལ་ཆེན་པོ་ཡོད་མ་རེད་དེའི་འོག་གི་གཅིག་ཆེན་པོ་ཅིག་ཡོང་གི་འདུག་ཨ་དེ་ནི་ཡོད། རིང་པོ་དེ་ཡང་ཡོད་མ་རེད། འདི་སྒང་ལ་རྡོག་རྡོག་གཉའ་གང་རྡོག་རྡོག་ཆེན་པོ་བྱུང་བ་ན་དེ་དེ་ཙམ་ཆེན་པོ་ཡོད་མ་རེད། ཨ་ནི་རྒྱ་གར་གྱི་གླང་པོ་ཡིན་པ་ཡིན་ན་ཨ་ནི་ངས་ད་ལྟ་པར་ནང་ལ་བཞག་གིན་འདི་ཚོ་ཟིག་རོ་དང། དཔེ་མི་ཟིག་གི་ཆེན་པོ་ཡོད་པར་འདི་སྒང་དེ་ཆུང་པོ་འདི་འོག་གི། ནོག་དང་ཀོག་ཤ་ཟེར་འདི་ཚོ་ལ་འོག་ཡོད་པ་རེད་འདི་དང་དེ་སྒང་གི་རྡོག་རྡོག་གཉིས་ལ་རྡོག་རྡོག་དང་འདི་འོག་གི་མཇིང་པ་གི་འོག་ལ་འདི་རིང་པོ་ཞིག་ཡོད་ར་འོ་འདི་ཚོ་ལ། ནོག་ལྐོག་ཤར་རིང་པོ་རས་ཡུག་འཕྱང་བ་ལྟ་བུ། ད་རས་དཔྱང་བྱ་བ་ནང་བཞིན་དེའི་འོག་ཏུ་རས་འཕྱང་བ་ལྟ་བུ་སྣང་བས། ནོག་དང་ལྐོག་ཤལ་གྱི། ལྐོག་ཤལ་གྱི་གོང་བུ་བ་ལང་གི་མཚན་ཉིད་དུ་བཞག་པ་དེ་ཡང་དོན་ལ་ཁོང་ཚོའི་ཡུལ་གྱི་དེ་འདྲ་ཡིན་པར་འདུག་སྙམ་པ་བྱུང་དེ་ཏག་ཏག་རེད། ནོག་དང་ལྐོག་ཤལ་དེ་ཁོང་ཚོ་གི་ཡུལ་ཟེར་ན་རྒྱ་གར་ལ་ཡོད་པའི་གླང་པོ་དེ་གི་མཚན་ཉིད་ཡིན་ས་རེད། ག་རེ་ཟིན་ལབ་ན་ད་དེའི་གླང་པོའི་མཚན་ཉིད་བཞག་མཁན་དེ་ཚོ་ད་ང་ཚོའི་ཚད་མ་རྣམ་འགྲེལ་ན་ཡོད་ར་ད་ནོག་དང་ལྐོག་ཤལ་བདེན་པ་ཟེར། དེ་རྒྱ་གར་གྱི་སློབ་དཔོན་ཆགས་ཀྱི་ཡོད་པ་རེད་རྒྱ་གར་གྱི། ག་རེ་ཞིག་ཡོད་པ་རེད། རྒྱ་གར་གྱི་སེམས་ཅན་གྱི་མཚན་ཉིད་ཤར་རོ། ཨཱ་ནི་ཁོང་གི་སློབ་དཔོན་བཀྲ་ཆོས་ཕྱོགས་གླང་ཆོས་གྲགས་དེ་ཚོ་ཁོང་ཚོ་བོད་འདི་བ་དང་གངས་རི་འདི་བ་འགྲམ་འདི་བ་གཅིག་ཅེ་ན་ཕལ་ཡོད་སྲིད་མ་རོ། དེ་གང་ཚགས་གོག་མ་རེད་ཕེབས་ཡོད་མེད། འོ་དེ་འདྲ་ཅི་ཡིན། དེ་སྙམ་པ་བྱུང་ཟེར་ཏོ། རྟ་བཅུའི་སྟེང་ནས་འགྲོ་བ་ཞིག་ཡོད་ཟེར་བ་ནི་སྐྱེ་དགུ་བསོད་ནམས་ཉམས་ཏེ་དེང་སང་མཐོང་རྒྱུ་ཕར་ཞོག་ཐོས་རྒྱུ་ཡང་མི་འདུག་ཟེར། ཨཱ་ནི་རྟ་ཡང། ཆུའི་སྟེང་ལ་འགྲོ་གིན་འདི་འདྲའི། ཆུའི་སྟེང་ལ་རྟ་ཡོད་ར། འདི་འདྲའི་འགྲོ་གིན་གྱི་གར་སེ་རྟ་ཞིག་ཡོད་རེད་ལབ་ཀྱི་འདུག་འདིས་སྐྱེ་དགུ་བསོད་ནམས་ཉམས་ཏེ། ད་ང་ཚོས་བསོད་ནམས་ཉམས་ནས་སེམས་མི་དེ་ཚོ་རོ། བསོད་ནམས་ཉམས་ནས་ད། དེང་སང་མཐོང་རྒྱུ་ཕར་ཞོག་ཐོས་རྒྱུ་ཡང་མི་འདུག། ད་དངོས་སུ་མཐོང་ཡ་ད་ག་བ་གོ། དེ་འདྲ་ཡོད་རེད་ཟེར་གྱིན་སྐད་ཆ་ཡང་གོ་ཡི་མི་འདུག་གསུངས། འོ་ལགས་སོ་དེ་ནས་དེ་རིང་དེ་གར་མཚམས་བཞག་ཡིན་ང་ཚོ་བི་དྲོ་དེ་རིང་པོ་ཆགས་འགྲོ་གི་འདུག་དེ་ནས། རྗེས་སུ་ཡང་ངས་མུ་མཐུད་ནས་འདི་ནང་མ་ཡང་གནས་སྐབས་མང་པོ་འདུག་དེ་ནས་མུ་མཐུད་ནས་ཞུས། ལགས་སོ་དེ་ནས་བྱེ་མ་ནང་དུ་བྱས་ཡོང།